གནམ་གྲུ་བརྡབ་སྐྱོན་སོང་བ་བཤད་དུ་བྱུང་བའི་སྐོར་དང། མདོ་སྨད་རྔ་པ་ནས་རང་ལུས་མེ་བསྲེགས་གནང་མཁན་ལ་བསྟོད་པའི་རྩོམ་ཡིག་སྤེལ་མཁན་ཞིག་འཛིན་བཟུང་བྱས་པའི་སྐོར། བདུན་ཕྲག་འདིའི་ནང་ཨབ་གྷ་ནི་སི་ཐན་དུ་ཨ་རིས་སྣེ་ཁྲིད་པའི་ལོ་བཅུ་གསུམ་སོང་བའི་འཇིགས་སྐུལ་གདོང་ལེན་གྱི་དམག་འཐབ་མཇུག་སྒྲིལ་བ་དང་གནས་ཚུལ་སྙིང་བསྡུས་གཞན་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། གཟའ་ལག་པའི་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་གྱི་ནུབ་ཕྱོགས་མངའ་སྡེ་མ་ཧ་ར་ཤྲཱི་གྲོང་ཁྱེར་ཆེ་ཁ་པུ་ནེ་རུ་ཆོས་ལུགས་ཀྱི་རྒྱ་ལས་བརྒལ་བའི་བཟང་སྤྱོད་སྐོར་མང་ཚོགས་ལ་གསུང་བཤད་གནང་བའི་མཛད་རིམ་བསྐྱངས་གནང་ཡོད་པ་རེད། སྤུན་ནེ་རུ་ཆིབས་བསྒྱུར་མ་མཛད་གོང་རྒྱ་གར་ལྷོ་ཕྱོགས་མོན་གྷོ་སྡེ་དགུ་གླིང་དུ་བོད་མི་གཙོ་བོར་གྱུར་པའི་དད་ལྡན་པ་ཁྲི་གསུམ་ལྷག་ལ་ལམ་རིམ་ཁྲི་ཆེན་བཅོ་བརྒྱད་ཀྱི་བཀའ་ཆོས་སྩལ་བ་དང་གདན་ས་དགའ་ལྡན་དུ་གསུང་ཆོས་ཀྱི་ཉིན་མཐའ་མར་མདོ་ཁམས་རྫ་ཆུ་ཁ་བ་གཞིས་བྱེས་མི་མང་དང་མོན་གྷོ་སྡེ་དགུ་གླིང་མི་མང་གིས་བརྟན་བཞུགས་བསྟར་འབུལ་ཞུས་ཡོད་པ་རེད། སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བརྒྱད་དང་བཟང་པོ་བཅུ་འཛོམས་ཀྱི་ཉིན། རྒྱ་གར་ལྷོ་ཕྱོགས་ཀྱི་གདན་ས་དགའ་ལྡན་རྣམ་པར་རྒྱལ་བའི་གླིང་གི་བྱང་རྩེ་གྲྭ་ཚང་གི་འདུ་ཁང་ཆེན་མོའི་ནང། ལམ་རིམ་གསུང་ཆོས་ཀྱི་ཉིན་མཐའ་མའི་སྔ་དྲོར། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཡུན་དུ་བརྟན་ཆེད་མདོ་ཁམས་རྫ་ཆུ་ཁ་བ་ཞི་བྱེད་སེར་སྐྱ་མི་མང་དང། འདོད་རྒུ་གླིང་མི་མང་གིས་བརྟན་བཞུགས་བསྟར་འབུལ་ཞུས་ཤིང། མགོན་པོ་མཆོག་ལ་དན་ལྡན་པའི་མན་འབྲེལ་གྱི་མཆོད་པ་ཕུལ་བ་དང། སངས་རྒྱས་ཀྱི་སྐུ་གསུང་ཐུགས་མཚོན་པའི་སྐུ་བརྙན་དང་མཆོད་རྟེན་ཕྱག་དཔེ་ཕུལ་བ་མ་ཟད་རིམ་བཞིན་རྟེན་འབྲེལ་དང་བཀྲ་ཤིས་པ་མཚོན་པའི་འབུལ་ཚན་སྤྱན་སྔར་དྲངས་ཤིང་བརྟན་བཞུགས་ཕུལ་བ་དང་དུས་མཚུངས་རྫ་ཆུ་ཁ་བའི་མི་མང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བྱམས་བརྩེའི་བདག་ཉིད་ཞེས་པའི་གཟེངས་རྟགས་ཤིག་ཀྱང་འབུལ་ལམ་ཞུས་ཡོད་པ་རེད། ཅེས་ཆ་བཞི་ཙམ་གསར་བུ་ལྷག་འདུག། ཀུན་སྤངས་བཞི་བཅུ་གཉིས་སུ་གནས་པའི་རྫ་ཆུ་ཁ་བ་སེར་སྐྱ་ཡོངས་བཅུས་ལུས་དང་ལོངས་སྤྱོད་དང་ཁྱད་པར་དུ་དུས་གསུམ་གྱི་དགེ་རྩ་ཅི་མཆིས་རིན་ཆེན་གསེར་དངུལ་ལས་གྲུབ་པའི་སྨན་སྒྲུབ་ཀྱི་བཀོད་པས་མཛེས་པར་བྱས་ཏེ། མགོན་པོ་གང་ཉིད་ལ་བཀའ་དྲིན་རྗེས་དྲན་ཞུ་བ། གང་ཟག་སྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་པ་སྐུའི་འཕྲེང་བ་གཅོད་བཞི་བ་ཆེན་པོ་མཆོག་གི་སྤྱན་དྲངས་གཅོད་དང་ཁྱད་པར་གང་བྱེད་པ་རྣམས་ཀྱི་ཆོས་དང་ལེགས་བྱང་མི་རུས་དང་བཅས་པ་ཕྱག་མཇུག་གི་སོ་མཚམས་སུ། སྤྱིར་བའི་སྐབས་གཞལ་མེད་ཀྱི་སྙིང་སྟོབས་གོ་ཆ་ལྷག་པར་བཞེས་ཏེ་བུན་འབངས་རྣམས་ལ་ཡ་ང་བའི་གཉའ་གྲོང་ལས་སྐྱོབ་པར་མཛད་པ་ཐེངས་དང། འདིའི་ལམ་རིམ་གསུང་ཆོས་སྐབས་སུ་མདོ་ཁམས་བྲག་གཡབ་སེར་སྐྱ་མི་མང་གིས་ཀྱང་བརྟན་བཞུགས་ཕུལ་ཡོད་པ་རེད། གཟའ་ཉི་མའི་ཉིན་བརྟན་བཞུགས་འབུལ་ལམ་མ་ཞུས་པའི་གོང་ལ་གོང་ས་མཆོག་གིས་གཞིས་ལུས་རྒྱ་ཆེ་མི་མང་ནི་བོད་ཀྱི་དོན་གྱི་བདག་པོ་ཡིན་པའི་བཀའ་སློབ་ཕེབས་ཡོད་པ་རེད། ང་ཚོ་བོད་ཆ་ཤས་ནི་བོད་རྒྱ་ཆེ་མི་མང་དག་བསྡད་ཡོད་རེད། བོད་རྒྱ་ཆེ་མི་མང་ང་ཚོ་བསྡད་ཡོད་པ་དེ་ཆ་ཤས་ཤིག་རེད། བོད་རྒྱ་ཆེ་མི་མང། ཨ་ནི། མི་ས་ཡ་དྲུག། སྟག་བཟའ་མ་སེར་བྱེས།

པའི་སྙིང་སྟོབས་དག་གཟིགས་མཁན་ཞིག་ཡོད་པ་ཡིན་དུས་ཙང་ནས་དངོས་གནས་དྲང་ནས་རྒྱུ་མཚན་ལྡན་པ་རེད་ལ་སྤོབས་པ་ཆེན་པོའི་ཐོག་ནས་ཡང་ད་གནས་ཚུལ་བཤད་ཡག་ཅིག་ཡོང་སྡད་ཀྱི་འདུག་ཨ། ས་དེ་འདྲ་ཡིན་དུས་ཙང་ནས་ད་གཞིས་ལུས་རྒྱ་ཆེ་མི་མང་གི་ཨ། དངོས་གནས་རང་ད་ལྷག་བསམ་སྙིང་སྟོབས་ལ་ད་རྗེས་སུ་ཡང་ཆེ་ཡག་རེད། གོང་ས་མཆོག་གིས་གཞན་ཡང་གཞིས་ཆགས་ཀྱི་མཐུན་རྐྱེན་དང་གནས་སྟངས་ཡག་ཏུ་ཕྱིན་པ་གཞིས་ཆགས་མིའི་ངོ་གདོང་ནས་གསལ་བོ་མཐོང་ཐུབ་པའི་སྐོར་སྤྱི་བཤད་མཛད་པ་དང་ཆབས་ཅིག་གཞིས་ཆགས་ནང་ད་དུང་ཉམ་ཐག་ཡོད་པ་རྣམས་ལ་གཟིགས་དགོས་པའི་ལམ་སྟོན་བསྩལ་འདུག། ང་ཚོ་ད་ཞི་མི་སྟོང་ཕྲག་ཁ་ཤས་ཀྱི་ནང་ལོགས་ལ་ཡང་སིང་སིང་དེ་བ་སྐྱོ་བོ་དེ་འདྲས་ཨན་ལྷག་བསྡད་ཀྱི་འདུག་བ། ལ་དེ་ཚོའི་གྲས་དེ་སྙེ་མ་ང་ཚོ་ཅིག་ངན་སེལ་ཚོགས་ཆུང་ཟེར་དེ་འདྲས་ཆེད་མངགས་བཙུགས་པ་རེད། ཅེས་ད་དུང་ཡིན་ན་ཡང་ཁྱེད་རང་ཚོ་ཅིག་ཞི་མགུ་བདེ་དོན་གྱི་མཚོན་པས་ཁྱེད་རང་ཚོས་མི་སྐྱོ་བོ།

ད་བྱང་ཆུབ་སེམས་དཔའ་ཚོའི་ཁྱད་ཆོས་སུ་འགོ་རེད་ང་རང་ཚོས་ད་དེའི་རྗེས་སུ་འབྲང་མཁན་གཅིག་མིན་དུས་ཚང་ནས་སྐྱོ་པོ་ཚོ་ལ་དམིགས་བསལ་གྱི་ལྟ་རྟོག་བྱེད་ན་དེ་དཔེ་གལ་ཆེན་པོ་རེད། གསུང་ཆོས་གོ་སྒྲིག་པས་ཐེངས་འདིའི་གསུང་ཆོས་སྐབས་སུ་ཞལ་འདེབས་བྱུང་སོང་གི་རྩིས་ཁྲ་སྙན་སེང་ཞུས་ཡོད་པ་རེད། འདི་ལོའི་བྱང་ཆུབ་ལམ་རིམ་གསུང་ཆོས་ཆེན་མོའི་སྐབས་མང་ལྕེ་དང་ཀུན་དགྱེས་བརྟན་བཞུགས་འབུམ་ཚོགས་སོགས་བྱུང་ཁག་བདུན་ནས་བྱུང་བ་ཁྱོན་བསྡོམས་ཧིན་སྒོར་འབུམ་བརྒྱད་བརྒྱ་དགུ་བཅུ་གོ་གཅིག་དང་བདུན་ཁྲི། ཉིས་སྟོང་བཞི་བརྒྱ་ཉི་ཤུ་ཚན་ལྔ། འདི་ལོ་ཆོས་ཞུ་བ་ཡོངས་ཀྱིས་མང་བྱ་དང་ཞལ་ལག་ཀུན་རྒྱས་སོགས་སོང་ཁག་བཅུ་གཅིག་ལ་ཁྱོན་བསྡོམས་སོང་བ་ཧིན་སྒོར་འབུམ་དྲུག་བརྒྱ་སུམ་ཅུ། སུའུ་གུ་དང་བདུན་ཁྲི་ལྔ་སྟོང་བརྒྱད་བརྒྱ་བཞི་བཅུ། ཞེ་དྲུག། ལམ་རིམ་གསུང་ཆོས་ཀྱི་ཉིན་ཐ་མ་སྟེ་ཉིན་དྲུག་པར་ཞྭ་དམར་ལམ་རིམ་དང། ལམ་རིམ་རྣམ་གྲོལ་ལག་བཅངས་སེམས་བསྐྱེད་ཀྱི་གསུང་ཆོས་བསྩལ་བ་རེད། དགའ་ལྡན་ནས་ཆིབས་བསྒྱུར་གནང་བའི་སྐབས་སུ་ལམ་བར་དུ་སྔ་འགྱུར་རྡོ་བྲག་དགོན་དུ་ཆིབས་བསྒྱུར་བསྐྱངས་བ་དང། དགའ་ལྡན་ཤར་རྩེའི་འདུ་ཁང་ཁང་ཚན་དང་དགའ་ལྡན་བྱང་རྩེའི་སྨན་ཁང་དུ་ཆིབས་བསྒྱུར་བསྐྱངས་ཡོད་པ་དང། བཙུན་དགོན་བྱང་ཆུབ་ཆོས་གླིང་དུ་བཙུན་མ་ཚོས་ལྟ་གྲུབ་སློབ་གཉེར་བྱེད་རྒྱུ་ནི་འདྲ་མཉམ་རྩོད་པའི་ཐབས་ལམ་ནུས་ལྡན་ཞིག་རེད་ཅེས་བཀའ་སློབ་སྩལ་འདུག་མོན་གྷོ་འདོད་རྒུ་གླིང་དུ་ཉིན་མཐའ་མའི་བཞུགས་ཤག་འབྲས་སྤུངས་བླ་སྤྱིར་མཛད་པ་དང། འབྲས་སྤུངས་སུ་དཔལ་ལྡན་ལྷ་མོའི་རྗེས་གནང་སྩལ་ཏེ་ལྷོ་ཕྱོགས་མོང་གོ་འབྲི་ཁུལ་གྱི་ཆོས་འབྲེལ་རེ་ཞིག་མཇུག་བསྒྲིལ་བ་རེད། ངེད་ཅག་གཟའ་ཉི་མའི་ཉིན་ཨིན་ཀྲོ་ནེ་ཤི་ཡ་ནས་སིང་ག་པུར་ལ་འཕུར་བའི་ཨེར་ཨེ་ཤི་ཡའི་གནམ་གྲུ་ཞིག་མཁའ་ལམ་དུ་གར་སོང་མེད་པར་གྱུར་རྗེས་ཁ་སང་གཟའ་མིག་དམར་ཉིན་གནམ་གྲུའི་བཀོད་འདོམས་ཁང་དང་འབྲེལ་མཐུད་བརླགས་རྗེས་ཉེ་འཁྲིས་སུ་གནམ་གྲུ་བརྡབ་སྐྱོན་སོང་བ་གསལ་བོ་ཆགས་ཡོད་པ་དང་གནམ་གྲུའི་ཚོང་ལས་ཁང་གིས་ཕུང་པོ་དང་གནམ་གྲུའི་ཆག་རོ་སོགས་བསྡུ་རུབ་བྱེད་བཞིན་ཡོད་པ་རེད། འདི་ལོ་མ་ལེ་ཤི་ཡའི་རྒྱལ་ཁབ་ལ་གནམ་གྲུའི་གོད་ཆག་ཚབས་ཆེན་པོ་ཐེངས་གསུམ་འཕྲད་པ་རེད། གོད་ཆག་ཐེངས་གསུམ་པ་འཕྲད་ས་དེ་ཨིན་ཀྲུ་ནེ་ཤི་ཡའི་ཉེ་འཁྲིས་སྦོར་ནི་ཡ་གླིང་ཕྲན་ཁུལ་དུ་ཡིན་པ་དང། རྒྱལ་ཁབ་མང་པོ་མཉམ་ལས་ཐོག་འཚོལ་ཞིབ་ཀྱི་ལས་དོན་སྤེལ་ཡོད། ས་གནས་བརྙན་འཕྲིན་གྱི་གསར་འགྱུར་ནང་ཇཱ་བ་མཚོའི་ནང་མྱུར་སྐྱོབ་པས་ཕུང་པོ་རྙེད་པ་རེད། རྣམ་སྤྲུལ་ཁ་ལོ་པ་གཉིས་གཙོས་པའི་ལས་མི་བདུན་དང་སྦྲུལ་པ་བཅས་མི་བརྒྱ་དང་བདུན་ཅུ་དོན་གཉིས་ཡོད་འདུག་རྣམ་སྤྲུལ་དེས་སྤྱི་ཁྱབ་འགན་འཛིན་གྱིས་ཕུང་པོ་རག་ཐབས་བྱེད་རྒྱུ་འབད་བརྩོན་གཙོ་བོ་བྱེད་རྒྱུ་ཡིན་སྐོར་བཤད་པ་དང། དུས་མཚུངས་སྦྲུལ་པའི་ནང་མི་སྤུན་མཆེད་མང་པོ་ཞིག་གནམ་གྲུ་འབབ་ཚུགས་ཨེན་ཏྲོ་ནེ་ཤི་ཡའི་སུ་ར་བི་ཡ་གནམ་ཐང་དུ་གནས་སྟངས་ཇི་ཆགས་སྒུག་ནས་བསྡད་ཡོད་པས་གནས་ཚུལ་བརྙན་འཕྲིན་ནང་གསལ་པོ་ཆགས་སྟབས་མིག་ཆུ་ཤོར་བ་སོགས་ཡིད་སྐྱོ་བའི་གནས་སུ་གྱར་ཡོད་པ་རེད། གོད་ཆག་བྱུང་པའི་གནམ་གྲུ་དེའི་ནང་འགྲུལ་པ་ཨིན་ཀྲོ་ནེ་ཤི་ཡའི་མི་སེར་བརྒྱ་དང་བཞི་བཅུ་ཞེ་དགུ་དང་ལྷོ་ཀོ་རི་ཡའི་མི་སེར་གསུམ་དང་དབྱིན་ཇི་དང་མ་ལེ་ཤི་ཡ་སིང་ག་པོར་བཅས་ནས་མི་གཅིག་རེ་ཡོད་འདུག་གནམ་གྲུ་དེ་ཨིན་ཀྲོ་ནེ་ཤི་ཡ་ནས་གཉེར་བའི་གནམ་གྲུའི་ཚོང་ལས་ཁང་ཞིག་གི་ཡན་ལག་ཡིན་པ་དང་མ་ལེ་ཤི་ཡར་གནམ་གྲུའི་ལས་ཁུངས་གཙོ་བོ་རྙེད་དེ་རིན་གོང་ཆུང་བའི་གནམ་གྲུ་དེ་དེ་སྔ་བདེ་འཇགས་ཐད་སྐྱོན་ཆ་མེད་པའི་གནམ་གྲུ་ཞིག་ཡིན་འདུག། ངེད་ཅག་མདོ་སྨད་རྔ་པ་ནས་ཚོར་སྣང་སྐྱེན་པའི་རྗོད་བྱེད་རང་ལུས་མེ་སྲེག་གི་སྐོར་ལ་རྩོམ་ཡིག་འབྲི་མཁན་ཞིག་འཛིན་བཟུང་བཙན་ཁྲིད་བྱས་པ་དང་གཞན་ཡང་རྔ་པ་ཀིརྟི་དགོན་པའི་གྲྭ་པ་གཉིས་བཅས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གྲངས་ཀྱི་ནང་རྔ་པ་ནས་མི་གསུམ་འཛིན་བཟུང་བྱས་འདུག་ཕྱི་ཚེས་ཉི་ཤུ་བརྒྱད་ཉིན་རྨེའུ་བཟོད་པ་ལགས་རྔ་བའི་འབྲོག་སྡེ་རྨེ་རུ་མ་ནས་རྔ་བ་རྫོང་ཐོག་ཏུ་འགྲིམ་འགྲུལ་བྱེད་པའི་སྐབས་སུ་བདེ་འཇགས་མི་སྣ་དང་ཉེན་རྟོག་པས་འཛིན་བཟུང་བཙན་ཁྲིད་བྱས་ཡོད་པ་རེད། ཁོང་ནི་ལན་ཀྲུའུ་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོའི་ནང་ལོ་རིམ་གཉིས་པའི་སློབ་ཕྲུག་ཞིག་ཡིན་པ་དང་དྲ་ལམ་ཐོག་རྨེའུ་བཟོད་པའི་འཕྲིན་སྟེགས་ཞེས་པའི་དྲ་རྒྱ་བསྙད་དེ་ཚོར་སྣང་སྐྱེན་པའི་བརྗོད་བྱ་བོད་ཀྱི་རང་དབང་དང་རང་ལུས་མེ་བསྲེགས་ཀྱི་རྩོམ་ཡིག་སྤེལ་ཡོད་པས་རང་དབང་གི་ཆེད་དུ་ལག་པ་གནམ་ལ་འཕྱར་ཞེས་པའི་རྩོམ་ཡིག་དང་ཉིན་ཤས་སྔོན་རང་ལུས་མེ་བསྲེགས་གནང་མཁན་ཚེ་བྷེ་སྐྱིད་ལགས་ཀྱི་སྐོར་ལ་རྒྱ་ཡིག་ཐོག་དཔའ་མོ་ཞེས་པར་སྙན་ངག་བྲིས་པའི་རྐྱེན་གྱིས་ཁོང་བོ་འཛིན་བཟུང་བྱས་པར་ཚོད་དཔག་བྱེད་ཀྱི་ཡོད་པ་རེད། རང་ལོ་ཉི་ཤུ་རྩ་གཅིག་ཡིན་པ་རྨེའུ་བཟོད་པ་ལགས་ནི་རྨེ་རུ་མར་རུས་ཆེན་གསུམ་པ་ནས་ཡིན་འདུག་ལྔ་པ་ནས་བུད་མེད་གཉིས་པ་ཞིག་འཛིན་བཟུང་བྱེད་སྟངས་ཐད་གནས་ཚུལ་ཐོན་གསལ་ལ། ཉེན་རྟོག་པས་རང་ལོ་ཉི་ཤུ་ཙམ་ལ་སླེབས་པ་གྲྭ་བློ་བཟང་ལུང་རིགས་རྔ་བ་ཀིརྟི་དགོན་པའི་ནང་ནས་འཛིན་བཟུང་བཙན་ཁྲིད་བྱས་ཤིང། འཛིན་བཟུང་བྱེད་དགོས་པའི་རྒྱུ་མཚན་གང་ཡིན་གསལ་བོ་མེད་པ་རེད། རྔ་བའི་རྫོང་ཐོག་ཏུ་གྲྭ་བློ་བཟང་འཕྲིན་ལས་ལགས་ཀྱིས་གོང་ས་མཆོག་གི་སྐུ་པར་དང་བོད་རྒྱལ་དར་མཉམ་སྦྱར་ཞིག་ཁྱེར་ཏེ་ཞི་བའི་སྐད་འབོད་སྐར་མ་ཁ་ཤས་རིང་བྱས་པའི་རྗེས་སུ་ཉེན་རྟོག་པས་འཛིན་བཟུང་བྱས་པ་དང། རྔ་བ་རྫོང་ཐོག་ཏུ་དམ་དྲག་ཆེ་བའི་ཁོར་ཡུག་བསྐྲུན་ཡོད་པ་རེད། བདུན་ཕྲག་འདིའི་ནང་ཨ་མི་རི་ཀ་དང་བྱང་ཨེར་ལན་ཀྲིག་དམག་དོན་སྒྲིག་འཛུགས་ཀྱིས་ཨབ་གྷ་ནི་སི་ཐན་ནང་ལོ་ངོ་བཅུ་གསུམ་སོང་བའི་དམག་འཐབ་ལས་འགུལ་མཇུག་བསྒྲིལ་ཏེ་ཨ་རི་དང་ཨབ་གྷ་ནི་སི་ཐན་གྱི་གཞུང་གཉིས་འབྲེལ་ལམ་གྱི་ལེའུ་གསར་བ་ཞིག་གི་ཐོག་ལ་ཤར་བསྐྱོད་བྱེད་འགོ་བཙུགས་པའི་སྐོར་གྱི་གནས་ཚུལ་ནོར་བུ་བསམ་འཕེལ་ལགས་ཀྱི་སྙན་སྒྲོན་ཤོག་རེད། ཕྱི་ལོ་ཉིས་སྟོང་གཅིག་གི་ལོའི་ཕྱི་ཟླ་དགུ་པའི་ཚེས་བཅུ་གཅིག་གི་ཉིན་མོ་ཨ་མི་རི་ཀའི་ཐོག་ལ་འཇིགས་སྐུལ་བའི་གཏོར་རྒོལ་འདིའི་རྐྱེན་གྱིས་སྲིད་འཛིན George W Bush མཆོག་གིས་ཐག་གཅོད་གལ་ཆེན་ཞིག་གནང་ཡོད་པ་རེད།
ངའི་བཀའ་ཁྱབ་ཀྱི་འོག་ལ་ཨ་མི་རི་ཀས་ཨ་ལི་ཁ་ད་འཇིགས་སྐུལ་བའི་སྦྱོང་བརྡར་རྟེན་གཞི་ཁག་གི་ཐོག་ལ་དྲག་རྒོལ་འགོ་འཛུགས་བྱས་ཡོད། འོན་ཀྱང་ཨ་མི་རི་ཀའི་རྒྱལ་སྤྱིའི་བདེ་སྲུང་རོགས་སྐྱོབ་དཔུང་སྡེའི་དམག་སྤྱི་སྐུ་ཞབས John Cabell གྱིས་ཨབ་གྷ་ནི་སི་ཀའི་རྒྱལ་ས་ཁ་བྷུར་དུ་མཛད་སྒོ་རགས་བསྡུས་ཤིག་གི་ཐོག་ནས་ཨ་མི་རི་ཀའི་ལོ་རྒྱུས་ཀྱི་ནང་ལ་ས་ཐོག་དམག་འཐབ་དུས་ཡུན་རིང་ཤོས་དེ་མཇུག་སྒྲིལ་བྱས་ཡོད་པ་རེད།
དེ་རིང་གི་ཉིན་མོ་འདི་ནི་དུས་རབས་གཅིག་མཇུག་བསྡུས་པ་དང་དུས་རབས་གཅིག་མགོ་ཚུགས་པའི་ཉིན་མོ་རེད། འདས་པའི་ལོ་ངོ་བཅུ་གསུམ་གྱི་དུས་རིང་ལ་རྒྱལ་སྤྱིའི་མཐུན་ཕྱོགས་དཔུང་དམག་དང་ཨབ་གྷན་དཔུང་དམག་དེ་བཞིན་བདེ་འཇགས་ཉེན་རྟོག་པ་བཅས་ཀྱི་དམག་འཁྲུག་གི་གོད་ཆག་བྱུང་བའི་རྒྱལ་ཁབ་འདིའི་མ་འོངས་མདུན་ལམ་བཟང་པོ་ཞིག་གི་དོན་དུ་བློས་གཏོང་ཆེན་པོ་བྱས་པ་དང། དགེ་མཚན་ལྡན་པའི་གྲུབ་འབྲས་གལ་ཆེན་མང་པོ་ཞིག་བྱུང་བའི་ཐོག་ནས་དེ་རིང་བྱང་ཙོ་ཅེ་ཅིང་དམག་དོན་སྒྲིག་འཛུགས་ཀྱིས་ཨབ་གྷ་ནི་སི་ནང་ལ་འཐབ་འཛིང་ལས་འགུལ་འདི་མཇུག་སྒྲིལ་བྱེད་ཀྱི་ཡོད། ཨ་མི་རི་ཀའི་དམག་མི་སྟོང་ཕྲག་གཉིས་ལྷག་ཙམ་ཁེལ་བའི་བྱང་ཙོ་ཅེ་ཅིང་དམག་དོན་སྒྲིག་འཛུགས་ཀྱི་དམག་མི་སུམ་སྟོང་ལྔ་བརྒྱ་ལྷག་ཙམ་ཅིག་སྲོག་སྐྱོན་དང་འགྲོ་གྲོན་ཨ་སྒོར་ཐེར་འབུམ་གཅིག་ལྷག་ཙམ་གནས་པའི་དམག་འཁྲུག་འདི་མཇུག་བསྡུ་རྒྱུ་འདི་ནི་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་བྷ་རག་ཨོ་བྷ་མ་མཆོག་གི་སྲིད་འཛིན་ལས་ཐོད་ཀྱི་བསྒྲུབ་བྱའི་དམིགས་ཡུལ་གཙོ་བོ་ཞིག་ཀྱང་ཡིན་པ་རེད།
ང་ཚོའི་དམག་འཐབ་དུས་ཡུན་རིང་ཤོས་དེ་ལ་འགན་ཁུར་ལྡན་པའི་མཇུག་འཐོམས་ཤིག་བྱེད་རྒྱུ་ཡིན། གནས་ཚུལ་འདི་ནི་དམག་ཤེད་པའི་ནང་མི་ཚོས་ང་ཚོར་ལེགས་སྐྱེས་ཆེན་པོ་ཞིག་ཕུལ་བ་དེ་དག་ལ་བསྐྱར་ཞིབ་དང་བསམ་ཞིབ་བྱེད་རྒྱུའི་གོ་སྐབས་ཤིག་རེད། ཨ་མི་རི་ཀ་དང་དེའི་མཐུན་ཕྱོགས་ཡུལ་ཁག་གིས་ཨབ་གྷ་ནི་སི་ཐན་ནས་དཔུང་དམག་ཕྱིར་འཐེན་བྱེད་ཕྱོགས་འདིའི་ཐད་ལ་ཨ་མི་རི་ཀའི་ཞི་དྲག་དཔོན་རིགས་མི་སྣའི་ཁྲོད་དུ་བསམ་ཚུལ་མི་མཐུན་པའི་རྩོད་གླེང་ཤུགས་ཆེ་ཡང་བྱུང་ཡོད་པ་རེད། འོན་ཀྱང་ཉེ་ཆར་ཕྱི་ཟླ་དགུ་པའི་ནང་ལ་ཨ་མི་རི་ཀ་དང་ཨབ་གྷན་སྲིད་གཞུང་གཉིས་ཀྱི་དབར་ལ་རྒྱུན་རིང་འགོར་འགྱངས་ཆེན་པོ་བྱུང་བའི་གྲོས་མཐུན་ཞིག་ལ་མཚན་རྟགས་བཀོད་དེ་རྒྱལ་སྤྱིའི་དཔུང་དམག་ཕྱིར་འཐེན་བྱས་པའི་རྗེས་སུ་ཨབ་གྷ་ནི་སི་ཐན་གྱི་དཔུང་དམག་ཚོ་ལ་སྦྱོང་བརྡར་དང་སློབ་སྟོན་བྱེད་མཁན་ཨ་མི་རི་ཀའི་དཔུང་དམག་གཅིག་ཁྲི་ལྷག་ཙམ་ཞིག་ཡུལ་འདིའི་ནང་ལ་རང་འཇགས་མུ་མཐུད་གནས་རྒྱུར་མོས་མཐུན་བྱུང་ཡོད་པ་རེད། སྤྱི་མཐུན་ཚོགས་པའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་ཇོན་མེག་ཀེན་ནི་སྲིད་འཛིན་ཨོ་བྷ་མ་ཡིས་ཨབ་གྷ་ནི་སི་ཐན་གྱི་ནད་དཔུང་མང་ཕྱི་འཐེན་བྱེད་རྒྱུའི་སྲིད་བྱུས་དེ་ལ་སྐྱོན་བརྗོད་གནང་མཁན་ཞིག་ཡིན་ཀྱང་ད་ཆ་ཨབ་གྷ་ནི་སི་ཐན་གྱི་མ་འོངས་མདུན་ལམ་བཟང་པོ་ཞིག་ཡོང་བའི་རེ་འདུན་གནང་གི་ཡོད་པ་རེད།
ངའི་བསམ་ཚུལ་བྱས་ན་ད་ཆ་དམག་དོན་དང་དཔལ་འབྱོར་གཉིས་ཀའི་ཐོག་ནས་ཨ་མི་རི་ཀ་དང་མཉམ་དུ་རྒྱབ་སྐྱོར་དང་མཉམ་འབྲེལ་གྱི་དུས་སྐབས་བཟང་པོ་ཞིག་ཏུ་སླེབས་ཡོད་པ་རེད། ཨབ་གྷ་ནི་སི་ཐན་གྱི་མི་མང་ཚོས་ཕྱོགས་གཅིག་ནས་ཨབ་གྷ་ནི་བདེ་སྲུང་དཔུང་སྡེའི་ཐོག་ལ་ཡིད་ཆེས་བློ་འདེངས་ཆེན་པོ་བྱེད་ཀྱི་ཡོད་པ་དང། ཡང་ཕྱོགས་གཞན་དེར་ཨ་མི་རི་ཀ་དང་བྱང་མཚོ་སྤྱི་བྱིངས་སྒྲིག་འཛུགས་ཀྱི་དཔུང་དམག་གིས་ཨབ་གྷན་དཔུང་དམག་ཚོ་ལ་མུ་མཐུད་ནས་དྲག་པོའི་སྦྱོང་བརྡར་དང་སློབ་སྟོན་བྱེད་རྒྱུར་འབོད་སྐུལ་གནང་བཞིན་དུ་དུས་རབས་གསར་པའི་གནས་སྟངས་དེ་ལ་གདོང་ལེན་བྱེད་རྒྱུར་གྲ་སྒྲིག་གནང་བཞིན་པ་རེད། བཞུགས
སྒར་རྡ་རམ་ས་ལར་རང་སྲེག་ངོ་རྒོལ་བ་མཚན་ལྟས་སུ་གྱུར་པ་རྣམས་ཀྱི་ཆེད་དུ་གཞུང་འབྲེལ་མཆོད་འབུལ་སྨོན་ལམ་ཚོགས་པ་སོགས་གནས་ཚུལ་སྙིང་བསྡུས་ཁག་ཅིག་གཟིགས་རོགས་གནང། འདས་པའི་བདུན་ཕྲག་གི་ས་པ་སངས་ཉིན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་རྣམ་རྒྱལ་གྲྭ་ཚང་གི་ཆོས་དགེ་ཟུར་པ་བཀྲ་ཤིས་ལགས་དབུ་བཞུགས་ཐོག་གཞུང་ཞབས་སེར་སྐྱ་མང་ཚོགས་ཀྱིས་རང་སྲེག་ངོ་རྒོལ་བ་མཚན་ལྟས་ཚེ་དཔལ་སྐྱིད་དང་སྐལ་བཟང་ཡེ་ཤེས་གཙོས་པའི་འདས་པོ་ཚོའི་ཆེད་དུ་གཞུང་འབྲེལ་མཆོད་འབུལ་སྨོན་ལམ་ཚོགས་འདུ། སྨོན་ལམ་སྐབས་སྲིད་ཚབ་ཆོས་རིག་བཀའ་བློན་པད་མ་ཆོས་འབྱོར་ལགས་ཀྱིས་རང་ལུས་མེ་བསྲེགས་ཀྱི་ངོ་རྒོལ་གནང་མཁན་བརྒྱ་དང་སུམ་ཅུ་སོ་ལྔ་ཡིས་རྒྱ་ནག་གཞུང་གི་དམ་དྲག་གི་སྲིད་བྱུས་ལ་ངོ་རྒོལ་གནང་པ་དང། ཁོང་ཚོའི་དགོས་འདུན་ནམ་འབོད་སྒྲ་ཁག་འཛམ་གླིང་སྡིངས་ཆའི་སྟེང་གསལ་བོ་བཟོ་རྒྱུ་བོད་མི་ཀུན་ལ་འོས་འགན་ཡོད་ཅེས་གསུངས་འདུག་ཉེ་ཆར་མདོ་སྨད་རྔ་པར་ཞི་བའི་སྐད་འབོད་ཀྱི་གནས་ཚུལ་བྱུང་ཙམ་ལ་གཞུང་གི་དམ་དྲག་བྱེད་སྟངས་དང་ཁམས་རྟའུ་རུ་སྐལ་བཟང་ཡེ་ཤེས་ལགས་ཀྱིས་རང་ལུས་མེར་བསྲེགས་ཀྱི་ངོ་རྒོལ་བྱུང་སྐབས་སྐུ་ཕུང་སྲུང་སྐྱོབ་བྱེད་མཁན་ལ་མེ་མདའ་རྒྱག་པ་སོགས་དམ་དྲག་བྱས་པར་ནིའུ་ཡོག་ཏུ་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་ཁུངས་ཨ་མའི་མདུན་དུ་བོད་མི་ཚོས་གཟའ་སྤེན་པ་དང་ཉི་མ་བཅས་ཉིན་གཉིས་ཀྱི་རིང་ངོ་རྒོལ་བྱས་འདུག། དེ་རིང་གཟའ་ལག་པའི་ཉིན་མུ་མཐུད་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་ཁུངས་མདུན་དུ། ངོ་རྒོལ་བྱེད་རྒྱུ་ཡིན་པ་དང་གོ་སྒྲིག་བྱེད་མཁན་བོད་རྒྱལ་ཡོངས་རང་བཙན་ལྷན་ཚོགས་རེད། པེ་ཅིན་དུ་གནས་སྡོད་བོད་རིགས་རྩོམ་པ་པོ་ཚེ་རིང་འོད་ཟེར་ལགས་ཀྱིས་ཉེ་ཆར་སྤྱི་ཚོགས་འབྲེལ་མཐུད་དྲ་ལམ Facebook གམ་ངོ་དེབ་ཐོག་རྟ་ཝུ་ནས་གྲྭ་སྐལ་བཟང་ཡེ་ཤེས་ལགས་ཀྱིས་རང་ལུས་མེར་བསྲེགས་བཏང་པའི་བརྙན་པར་བཞག་པ་དེ་ནག་བསུབ་བཏང་འདུག་མེར་བསྲེགས་ཀྱི་བརྙན་པར་དེ་བསུབ་དགོས་པའི་རྒྱུ་མཚན་ཐད་ལ་ལྟ་མི་བཟོད་པའི་རྒྱུ་ཆ་དེ་དྲ་རྒྱའི་ཚད་གཞི་དང་མཐུན་གྱི་མེད་སྐོར་བཤད་ཡོད་ཀྱང་རྩོམ་པ་པོ་ཚེ་རིང་འོད་ཟེར་ལགས་ཀྱིས་བརྙན་པར་བསུབ་པའི་བརྡ་ལན་དེ་ཀློག་སྐབས་ཧང་སང་པོ་བྱུང་ཅེས་ལན་འདེབས་གནང་འདུག་ངོ་དེབ་ཀྱིས་བརྙན་པར་དེ་བསུབ་དགོས་པའི་རྒྱུ་མཚན་གང་ཡིན་ཚོད་དཔག་བྱེད་གཞི་ཆགས་ཡོད་པ་རེད། མཚམས་འདི་ནས་ང་ཚོས་གསར་འགྱུར་ཕྱོགས་བསྡུས་ཀྱི་ལས་རིམ་ཆ་ཚང་སྙན་སྒྲོན་ཞུས་ཚར་བ་ཡིན་ཁྱེད་རྣམ་པས་རྒྱུན་དུ་ནས་ང་ཚོའི་རླུང་འཕྲིན་ཐོག་ནས་ཉིན་རེའི་གསར་འགྱུར་གསན་ཐུབ་ཀྱི་ཡོད་ལ་ང་ཚོའི་དྲ་རྒྱ